འདྲ་བོ། གཡོ་ལྔས་དེ་དྲ་ཚིགས་སྟངས་བྱས་ཡོད་ད་དེ་ཚང་མའི་སྤྱི་བློ་ན་ཡག་པོ་འདུག་ད་ང་རང་སུ་གནས་སྟངས་དེ་ནང་འཁྲུག་བསྐྱབས་ནས་དེ་བསྡད་རེད་མི་བཟོ་ད། ཁྱི་འདྲ་བོ་ཀྱིས་ང་ཚོ་ལ་དྲ་ཐོག་ནས་བཙན་འཛུལ་བྱས་བྱས་གནས་ཚུལ་རྐུ་མ་རྒྱག་ནས་ཁུ་སྒྲུབ་ཅིག་བྱེད་ཀྱི་འདུག་ད་ན་གཞན་ནང་གྲོགས་པོ་ཀྱིས་ང་རང་སུ་གིས་དྲ་ཐོག་ནས་རྐུ་མ་བརྒྱབ་བྱས་གནས་ཚུལ་ཅིག་ཁུ་སྒྲུབ་བྱེད་ཀྱི་འདུག།

ཨོ་གྲྭ་བཙན་འཛུལ་བྱས་ནས་ལེགས་ཡོད་རེད་ད་དེ་འདྲ་གི་དཀའ་ངལ་ཞིག་འཕྲད་ཆ་ད་དེ་རིང་ཡིན་ན་རྒྱ་གར་གྲོས་ཚོགས་ནང་ལོག་ལ་བད་ཁོ་རང་ངོ་རྒོལ་ཤུགས་ཆེན་པོ་རྒྱབ་ཆེར་བ་བད་ཁོ་རང་ང་རང་སོད་ནམ་རྒྱུན་རྒྱ་མིའི་གཞུང་ཚབ་ཁང་ལ་ཅིག་རྒྱག་གི་ཡོད་རོ་དེ་ལས་བད་སྐད་ཆས་རྒྱབ་ཆེར་ད་སྐྱོན་བརྗོད་མང་པོ་ཞིབ་བརྗོད་བྱས་ཆ་རྒྱ་གར་གཞུང་ལ་སྐྱོན་བརྗོད་བྱེད་གི་ཡོད་རེད་ད་ཐང་ན་ཞེས་ད་ལྟའི་ཕེ་གྷ་སི་ཀིས་ད་གནས་ཚུལ་དེ་ད་ལྟ་ཕྱི་ལ་ཐོན་ཆེད་དཔེ་མང་པོ་མང་པོ་ཞིག་ནང་འཁྲུག་ཟིང་ཞིག་ཐེབས་པ་རེད། ད་ང་ན་ཞེས་ད་ལྟ་རྒྱ་གར་གྲོས་ཚོགས་ཚོགས་བསྡད་པའི་སྐབས་སུ་ད་དེ་རྙོག་དྲ་དེ་ལངས་པར་བ་ད་ད་ལྟ་གྲོས་ཚོགས་ནང་བཀའ་མོལ་ཞི་བ་བྱུང་བསྡད་ཡོད་རེད། ད་ད་ལྟ་ཕེ་གྷ་སི་ཇུས་བྱས་ནས་ང་ཚོ་ད་ལྟའི་བོད་པའི་དྲ་ཐོག་ནང་ལས་ཀྱི་མང་པོ་ཞི་བ་ཅིག་ཏུ་རྩ་བའི་རྒྱ་མི་གིས་ད་ང་ཚོའི་རྡ་རམ་ས་རི་དེའི་ཉེ་འཁོར་གྱི་ལས་བྱེད་ད་སྲིད་སྐྱོང་བློ་བཟང་སེང་གེ་སྐོང་བ་བསྟན་པ་ལགས་ནས་བདག་ལ། བསྟན་འཛིན་ལགས། ནས་ད་ནང་ཤེས་ལྟ་དེ་ལ་དེ་འདྲ་ཡོད་མང་པོ་གཅིག་ལ་དུས་ཆད་བཞག་གྲ་མི་པ་ལ་རེད། ནས་ད་ད་འདའི་དུས་རྒྱ་བར་མི་ཤེས་ལ་ཁ་པར་ཡོད་མེད་ད་དེ་འདྲའི་གི་སྐད་ཆ་དེ་འདྲའི་དྲིས་ནས་འགྲོ་སྡིག་ཡོད་པའི་གནས་ཚུལ་དེ་འདྲའི་བྱུང་ཤག། ད་ནང་ཤེས་ལྟ་ང་ཚོ་བོད་གི་དྲ་ཚིགས་འདི་རྒྱ་མི་ཙམ་མ་རེད། རྒྱ་གར་གི་ང་ཚོ་འདི་ནང་ལོག་ལ་ད་གསང་ཉིན་བྱེད་ཀྱི་འདུག་ད་གསང་བ་བྱེད་ཀྱི་རོགས་དེ་ད་དེ་བྱེད་ཀྱི་ཡོད་རེད་རྒྱ་གར་གི་པད་མའི་སྲིན་མང་པོ་བྱས་ཤག།

ཁྱེད་ཚང་གི་ད་ཚང་མས་ཐུགས་གཟབ་གནང་ཡོད་དེ་གལ་ཆེན་པོ་རེད་དེ་ཤ་མ་ཏོ། ང་ཚོ་ལ་ནི་དེ་འདྲའི་དུ་བ་མི་གཉིས་ཀྱི་ཕ་ཇོ་ནི་སྲི་ཇོ་ནི་འཐེན་བྱ་དེ་པར་དེ་སོ་སོ་སོ་ཡང་པར་རེ་གཅིག་རྒྱབ་བྱ། ད་དཀའ་ལས་ཆེན་པོ་རེད་ཤ་བོད་མི་རྣམས་པ།